གང་དག་བདག་ཉིད་ཆ་ཚང་ཇི་སྐད་རེད། ད་དེ། ཁྱད་པར་ཆེ་ཕྱོགས་གཅིག་ལ་ཡང་བདག་ཁོ་རང་གི་ངོ་བོ་དེ་ཤེས་པ་ཞག་གཉིས་ཀྱི་རིགས་གཅིག་དང། བེམ་པོ་ཞག་གཉིས་ཀྱི་རིགས་གཅིག་གཉིས་ཡོད་ཤེས་པ་ཡིན་པ་དང་ཤེས་པ་མ་ཡིན་པ། ད། གྲངས་ཅན་པ་ཡིན་ན་བདག་ཤེས་རིག་གི་སྐྱེས་བུར་བ། ནི། མུ་ཏིག། གསང་ཐབས་མ་བ་ཡིན་ན། ཤེས་པ་རེད་ཤེས་པའི་བདག་ཉིད་རེད། སྤྱོད་པ་བས་ན་ཤེས་པའི་བདག་ཉིད་རེད། ད་བྱེ་བྲག་པ་དང་རིག་པ་ཅན་པ་འདི་གཉིས་དེ་བེམ་པོ་རེད། ད་བདག་ཁོ་རང་ཤེས་པའི་ངོ་བོ་ཡིན་མ་ཡིན་བཞག་སྟངས་དེ་ཁྱད་པར་ཏེ་ཟེར་བ་རེད། ད་བྱེ་བྲག་མ་བྱེ་བྲག་པ་དང་རིག་པ་ཅན་པ་ཁོ་ཚོས་བྲིས་ཏེ་ཡང་ཚད་མའི་གཞུང་ལ་ཡང་དམིགས་བསལ་རྩལ་འདོན་བྱེད་མཁན་ཡོད་འདུག་ག་ལ་ཁོ་རང་ཚོས་བདག

ད་ཚང་མས་གིས་བདག་འདི་རྟག་པ་བྱས། ཆ་མེད་བྱས། གཅིག་པུ་ད་འདི་བྱ་གི་ཡོད་ར་ད། དེ་ང་ཚོ་རྟག་གཅིག་རང་དབང་ཅན་གྱི་བདག་འགོག་འོས་འདུག་ག་ལ་ཆོས་རིག་པའི་བདག་ཆ་ཚང་འགོག་འདུག་གི་ཡོད་ར་ད་འདི། ཚང་མས་བཞག་ཡ་འདི་ལ་ཡ་རྟག་པ་གཅིག་པུ་ཆ་མེད་འདི་རང་དབང་འདི་ག་འདི་བྱ་གི་ཡོད་ར་ད་འདི། ཡིན་བྱ་བྱ་བྱས། ད་ངས་འདི་བལྟས་ཅིག། ཞུ་ཡ་གཅིག་ལ་ཡ།

འཇུག་པ་ནང་ལོགས་ལ་ཡང་ཕྱི་རོལ་པའི་འདོད་ཚུལ་གཞན་དག་འདི་སྐད་དེ། རྣམ་དབྱེ་མི་འདྲ་བ་ཡོད་རེད་གསུངས་ཡ་ཅིག་གིས་མ་གཏོགས་དེ་དེའི་ཁུངས་གཏོགས་རེད་གསུང་གི་ཡོད་མ་རོ། དེའི་ཅུང་ཟད་ཅུང་ཟད་ལ་དེ་ནི་མུ་སྟེགས་ཅན་གྱི་ཁོ་རང་ཚོའི་བདག་གི་འདོད་ཚུལ་ལ་རང་ལུགས་ཁ་ཁར་ཆགས་པ་རེད་ཟེར་གྱི་མ་གཏོགས། དེ་གྲངས་ཅན་པའི་རྒྱུད་ནས་ད་གྲངས་ཅན་པ་སྔ་ཤོར་ད་རེད་ད་ཡིན་ནའི།

ད་དག་བཞག་དགོས་ཡས་ཏེ། ད་ལྟ་དེ་ཁོ་ན་ཉིད་འདུས་པ་ནཱ་ལོ་ལ་ད་ཐུན་མོང་མ་ཡིན་པའི་ཁྱད་ཆོས་རབ་གཅིག་ལས་དེ་ཁོ་ན་ཉིད་འདུས་པའི་ནཱ་ལོ་ལ་ཡང་དག་ཡོད་པའི་སྒྲུབ་བྱེད། སློབ་དཔོན་སོ་སོས་བསྐོ་བཞེས་པ་བྱེ་བྲག་པ་དང་སྤྱོད་པ་བའི་སློབ་དཔོན་དང་རིག་པ་ཅན་པའི་སློབ་དཔོན་དང། ད་ང་ཚོ་ཡོངས་གྲགས་དེ་གྲངས་ཅན་པའི་དག་འདུས་སྒྲུབ་ཚུལ་དེ་ང་ཚོ་ཤེས་ཀྱི་བ་རེད་མིག་སོགས་ཆོས་སྤྱོད་གཞན་དོན་བྱེད་དེ་འདུས་བསགས་ཡིན་པའི་ཕྱིར་ཟེར་བྱེད་བྱེད་ཤེས་བྱ་ཉི་ཤུ་རྩེ་ལྔ་ལ་ཆེ། དོན་དམ་པར་ཡོད་པ་དེ་ལ་ཡང་ནི་སྤྱི་གཙོ་བོ་དང་དག་ཤེས་རིག་གི་དཀྱིལ་འཁོར་གཉིས་བཞག། ད་འདིའི་པཱ་རུག་གི་བཤད་བྱ་འདི་གའི་འདི་གཞན་དོན་བྱེད་ཀྱི་རེད་ཟེར་ལབ་དུས་ག་ལ་ད་ད་དེ་གཅིག་གཙོ་བོ་ལས་ལྟོས་པའི་གཞན་ཟེར་ལབ་དུས་ག་ལ་བཤད་བྱ་ཉིས་བརྩེགས་གཉིས་བརྩེགས་བརྩེགས་གསུམ་ཚང་མ་ཆོས་ཅན་བཙུགས་ཡོང་དུས་ག་ལ་གཞན་དེ་བདག་མ་གཏོགས་ལས་ཀ་མེད་དུས་ག་ལ་བདག་དོན་གཞན་ཅིག་ཡོད་པ་དེ་སྒྲུབ་དགོས་རེད་བ་ད་འདི་འདི་སྒྲུབ་བསྡད་ཤོག་དེ་ར་ང་ཚོ་ལ་རྒྱུས་ཡོད་པ་འདི་རེད་བ་ད་དེ་མིན་གྱི་བདག་ཡོད་པའི་སྒྲུབ་བྱེད་དེ་དེ་ཁོ་ན་ཉིད་འདུས་པའི་ནག་ལོག་ལ་ཡ།

འདོད་པ་དང་དང་བ་དང་འབད་པ་དང་བདེ་བ་དང་སྡུག་བསྔལ་དང་ཤེས་པ་དང་ཆོས་དང་ཆོས་མ་ཆོས་དང་ཆོས་མ་ཡིན་པ་དང། འདུ་བྱེད་རྣམས་ཀྱི་རྟེན་ས་འདུ་བྱེད་ཟད་དེ་བྱ་བའི་ཤུགས་ཟད་དེར་བ་ཤུགས་རྟེན། འདུ་བའི་རྒྱུ་སེམས་མེད་པའི་ངོ་བོ། མི་འཇིགས་པ་ཐམས་ཅད་དུ་འགྲོ་བ་སྟེ་སེམས་མེད་པའི་ངོ་སེ་ཁོ་རང་བེམ་པོ་དགེ་བྱེད་གོ་རེ། དགེ་བ་དང་མི་དགེ་བའི་ལས་ཐ་དད་པ་རྣམས་ཀྱི་བྱེད་པ་པོའི་འབྲས་བུ་འདོད་པ་དང་མི་འདོད་པའི་ས་བ་པོར་ཡོངས་སུ་རྟོག་པར་བྱེད་དོ་སེམས་ངོ་བོ་ཆགས་སྡང་འདིར་བ་སྟེ་ངོ་བོ་དེ་དེའི་ཞག། ད་མི་དགེ་བསྒྲུབ་ཡོང་དུས་ག་ལ། འདི་ད་མ་ཤེས། སེམས་སེམས་པ་ཡིན་མ་ཡིན་འོ་དེ་ལ་ཅིག་དོན་གྱི་དུ་བ་ཤུག་གུ་བརྒྱ་དང་དགུ་བཅུ་སྒོ་གསུམ་ན་འདི་སེམས་དང་བྲལ་བའི་ཕྱིར་ཤེས་པས་བྱས་པ་ཡིན་གྱི། བྱས་པའི་སེམས་ཡིན་གྱི་ཇི་ལྟར་སེལ་བརྒྱད་པ་དག་སྐྱེས་བུའི་རང་བཞིན་སྐྱེས་བུའི་རང་གི་ངོ་བོ་སེམས་ཅན་ཡིན་ནོ་ཞེས་བརྗོད་པ་ལྟར་སེམས་ཀྱི་ངོ་བོ་ཉིད་མ་ཡིན་པའི་ཕྱིར་རང་གི་ངོ་བོ་ཉིད་ནི་མ་ཡིན་ནོ། འདི་མ་ཡིན་པའི་ཕྱིར་སེམས་ཡིན་པའི་ཕྱིར་བཀོད་བྱ་འདི་འོ་དེ་བེད་སྤྱད་མ་ཡིན་པ་སེམས་དགག་སྒྲ་བརྒྱབ་དགོས་ཀྱི་ཡོད་རེད། ད་འདིའི་སྒྲུབ་བྱེད་ཡོད་ན་མེད་ན་དེའི་ཤོ་ལོ་ཀ་བདུན་དེ་ཡོད་རེད་ད། གཅིག་བདག་ཡོད་པའི་སྒྲུབ་བྱེད་དེ། ད་ཤོ་ལོ་ཀ་བདུན་དེ་ལ་ཡང། གཅིག། དོན་དག་རྡོག་རྡོག་རེད་པ་དེ་འདི་རེད་བཞག། གཅིག། ཤེས་བྱ་ཚིག་དོན་དྲུག་ལ་སོགས་པ་ཡུལ་རྣམས། གང་དག་གཅིག། ལུས་ལ་སོགས་པ་རིག་པར་བྱེད་ཉན་གྱི། ཆོས་ཐ་དད་པ་ཞིག་བཞག་དགོས་དགོས་རེད། དེ་ལྟ་ཆོས་ཐ་དད་པ་ཞིག་བཞག་རིགས་ངན་ཆེ། ཡུལ་མྱོང་ངན་དང། གང་དག་ཡུལ་རིགས་ངན་གྱི་ཆོས་ཐ་དད་པ་ཞིག་བཞག་དགོས་རེད་དེ་དག་མ་འདི་འགྲོ་ས་ཡོད་མ་རེད་ཅིག་གོ་ཡུལ་ཅན་གྱི་ཆ་ནས་དེ་ལོངས་སྤྱོད་པ་པོ་དང་དེ་འདྲ་གྱི་ཆ་ནས་ཅིག་སྒྲུབ་ཡོང་གི་འདུག་ད་འདི་ད་ལྟ་ཤོ་ལོ་ཀ་བདུན་པའི་ནང་ལ་བཀོད་ཡ་དེ་རེད་ད་འདི་ནས་འདི་རྗེས་བདག་པོ་གི་རིགས་པ་འདི་འདི་རེད་བཞག་ཅིག་ང་རང་ཚོའི་འདོད་པ་དང་ཨ་ནི།

ཡོད་ན་མེད་ན་དེ་སྒྲུབ་བྱེད་དེ་ལྟ་དེ་དྲག་ཤུལ་དྲག་ཆེ་ཤོས་རེད། སེར་བྱེས་བར་གྱི་སོ་སོའི་ཡུལ་དྲན་ཡོང་དུས་ག་ལ། ངས་མཐོང་བྱུང་ངས་བསམ་བྱུང་ཟེར་བྱེད་ག་དུས་ནས་ངས་ངས་ངས་ཟེར་བྱེད་མཚམས་སྦྱར་བྱེད་ཡུལ་མྱོང་གི་ཡོད་རེད། ག་ད་བུམ་པ་མཐོང་བ་དྲན་ཡོང་དུས་ག་ལ་བུམ་པ་མཐོང་བ་གཅིག་པོ་དྲན་གྱི་ཡོད་མ་རེད་ངས་བུམ་པ་མཐོང་བྱུང་ཟེར་དྲན་གྱི་ཡོད་རེད་དེ་ཚེ་ངག་གིས་བདག་གིས་མཐོང་བདག་གིས་རིག་བདག་གིས་བྱས་བྱས་བྱས་དེ་ངག་གིས་མཚམས་སྦྱོར་བྱེད་ཀྱི་ཡོད་རེད། ད་ངག་གིས་མཚམས་སྦྱོར་བྱས་ཡིན་ཙང་ག་ད་འདིའི་ཐོག་ནས་ཨ་ནི། དེ་སྒྲ་དེ་འཇུག་སའི་ཡུལ་བྱ་དགོས་རེད། ང་དང་བདག་དང་སྒྲ་ཡི་འཇུག་སའི་ཡུལ་བྱ་དགོས་རེད། དེ་ག་ད་འདི་གཙོ་བོ་དྲན་པ་ལ་ཡང་བསྟན་གྱི་ཡོད་རེད་ད་དྲན་པས་ཡུལ་ཡུལ་མཐོང་བ་དྲན་ཡོང་དུས་ག་ལ་ག་ལྟར་ཕྱོགས་གཅིག་ནས་མི་གཞན་དག་ཅིག་གི་མཐོང་བ་སོ་སོས་དྲན་ཡོང་མ་རུ་བ་ད་གཉིས་ལྟས་ནས་སོ་སོས་དྲན་ཡོང་དུས་ག་ལ་འདིས་ད་ཅིག་ངས་མཐོང་བྱུང་ཟེར་ཅིག་ངས་མཐོང་བྱུང་ཟེར་ཅིག་ང་དང་འབྲེལ་བའི་ཐོག་ནས་དྲན་གྱི་ཡོད་རེད་ད་དྲན་པ་གཙོ་བོ་ལ་ཡེ་ཤག་ཅན་དྲན་པའི་དྲན་ཚུལ་གྱི་ཐོག་ནས་དག་ཡོད་པ་སྒྲུབ་དགོས་རེད།

སྒེར་གྱི་དྲན་པ་སྐྱེ་སྟངས་ཀྱི་ཐོག་ནས་བཤད་གི་ཡོད་ད་དྲན་པ་སྐྱེ་དུས་ག་ལ་ད་ང་ང་ཟེར་ཅིག་སླེབས་ཀྱི་ཡོད་རེད་ད་ང་ཚོའི་ནང་པ་སངས་རྒྱས་པས་ང་དེ་སྟོད་ལོས་བཟོས་པ་རེད་ལབ་ཀྱི་རེད་ང་དེ་སོ་སོའི་མྱོང་བའི་ཐོག་ནས་བཟོས་པ་རེད་ང་སྤྱི་བཏང་ང་ཟེར་ཐ་སྙད་དེ་འཇུག་སའི་ཡུལ་གཅིག་ཕི་གེ་བཞག་ཁག་པོ་ཡོད་རེད་ད་དེ་ནང་པ་རང་གི་རང་ལུགས་ལས་ཏེ་བཤད་ཁག་པོ་ཡོད་རེད་ད་དཔེར་ན་དེ་འཇུག་འབྲས་འཇུག་འབྲས་མ་ཟད་ད་མཛོད་འགྲེལ་གནས་དགུ་པ་ནང་ལོགས་ལ་ཡ་ད་གཞུང་རྒྱས་ཞོར་དུ་ད་གནས་མ་བུ་བའི་བརྡ་བཀག་ཡས་དེ་རེད་རང་སྡེ་ནང་ཁུལ་གི་ད་རེད་དེ་གནས་མ་བུ་བའི་བརྡ་བཀག་ཚར་པའི་ཞུ་གུ་དེ་ལས་ཕྱི་རོལ་བའི་ཚུགས་ནང་པ་ལ་ཡང་ཨ་ནི་བརྡ་མེད་པ་ཡིན་ན་ཐ་སྙད་ཀྱི་རྣམ་གཞག་དེ་འདྲས་འཐད་ཀྱི་མ་རེད་ཞེས་བྱས་ཨ་ནི་དཔེ་མཚོན་ཁ་ཤས་ཤིག་བཀོད་ཡོད་དྲན་པ་དྲན་པ་འདྲི་ཞིག་བརྒྱབ་འདུག་མ་རེད་སྔ་ཕྱི་རྒྱུན་མཐུད་འདུག་མ་རེད་ཞེས་བྱས་འགྲེལ་བཤད་ཁ་ཤས་ཤིག་བརྒྱབ་ཡོད་དང་སྐྱེ་བོ་སྔ་ཕྱི་ཤེས་འདུག་མ་རེད་དུས་ཚོད་འདི་དག་རོ་རྟགས་གསལ་རྣོ་པོ་ཡོད་དང། གལ་སྲིད་ན་ང་ཚོའི་བརྡ

གང་ལྟར་ཕྱི་རོལ་པོའི་འདོད་པ་དང་གཞན་གྱི་བདག་རྟག་པ་གཅིག་པུ་ནི་རང་བ་ཆ་མེད། འདི་བྱ་ཁག་པོ་བྱེད་དགོས་རེད། བྱ་ཁག་པོ་བྱེད་དགོས་རེད་དེ་ཙམ་ནི་ད་དེ་བྱ་གི་མེད་དུས་ག་ལ་ད་ཅིག་དྲན་པ་དང་འདི་ཚོ་མང་པོ་བྱེད་འདྲ་བྱེད་བྱ་ཁག་པོ་བྱེད་དགོས་རེད་ད་དྲན་པ་བློ་སྐྱེ་ཡོང་དུས་ག་ལ་ངས་མཐོང་བྱུང་ད་སྤུ་གུ་ཆུང་ཆུང་ཡིན་ནའི་ངས་མཐོང་བྱུང་ལབ་དགོས་རེད་བ། ད་ང་ཚོས་ད་འགྲེལ་བཤད་བརྒྱབ་བྱས་བློ་ལྷན་སྐྱེས་ཀྱི་ཐོག་ནས་ང་འཛིན་ངང་གིས་སྐྱེ་གི་རེད་ལབ་ཀྱི་ཡོད་རེད་དེ་ཡིན་ནའི་ང་རྟོག་བཏགས་ཡིན་ན

སྤྱོད་པ་བ་གི་གཞོན་ནུ་མ་ལན་གྱི་བདག་ཡོད་པ་སྒྲུབ་བྱེད་ཀྱི་རིགས་པ་ཡོད་ན་མེད་ན་དེ་ངོ་ཤེས་ཀྱི་འདུག་ལོ་དེ་རེད། ད་ངོ་ཤེས་པ་ཡོད་པའི་ཕྱིར་ད་གང་ལྟར་ངོ་ཤེས་ཀྱི་བློ་སྐྱེས་པ་ལ་ཨ་ནི་གང་ལྟར་ངོ་སྔར་མཐོང་ཉན་དང་རྗེས་ལ་ངོ་ཤེས་ཉན་གཉིས་ཀྱི་གང་ལྟར་གཅིག་ཡིན་དགོས་བར་བ། རང་གི་སྔར་མཐོང་ཡན་དང་རྗེས་ལ་ངོ་ཤེས་ཡན་གཉིས་དང་གཅིག་ཡིན་དགོས་གོ་རེ། གང་ཟག་ཕ་རོལ་པོ་ཆ་བཞག་པས་ན་སྔར་མཐོང་བ་འདི་དང་ད་ལྟ་ངོ་ཤེས་པ་གཉིས་པོ་འདི་གཅིག་བཞག་གོ་རོ། ད་འདི་གཅིག་མ་བཞག་པ་ཡིན་ན། ད་སྐད་ཅིག་སྐད་ཅིག་གིས་གཅིག་དེ་ཉིད་གཅིག་གང་ལ་ཡང་ངོ་ཤེས་ཏེ་བཞག་དཀའ་བར་གང་ཟག་ངོ་ཤེས་ལ་དུས་གང་ལ་ཡུལ་གཅིག་ཡིན་པ་གཞི་བཞག་བྱེད་དགོས་རོ། ད་ང་ཚོས་ད་ཐུན་མོང་རགས་པའི་ཐོག་ནས་ནི་ཅིག་ཆ་བ་མ་གཏོགས་དོན་ངོ་མ་ལ་ཅིག་ཡོད་མ་རེད་དེ་ཤེས་སྟངས་མང་པོ་དེ་རྒྱབ་ཆོག་གི་རེད་རྒྱབ་ད་ཆོག་གི་རེད་དེ་ཡིན་ནའི་གང་ལྟར་ངོ་ཤེས་ཀྱི་རིག་པ་བཀོད་རྗེས་ད་ཡོད་པ་སྒྲུབ་སྟངས་དེ་ལ་ཡ་རིག་པའི་བསམ་སྟངས་དེ་རྣོ་པོ་ཡོད་རེད་ད་གང་ལྟར་ཅིག་བསམ་བློ་ག་རེ་གཏང་གི་རེད་ཟེར་ན་ད་ཅིག་བཞག་རོགས། བདག་དེ་ཆོས་གཅིག་ཡིན་ན། སྔར་མཐོང་བ་རྗེས་དྲན་ཡང་དང་སྔར་མཐོང་མཁན་དེ་གི་རྗེས་དྲན་ཡང་དང། ད་ལྟ་དེ་ངོ་ཤེས་ཀྱི་རིག་པ་འདི་རྒྱུན་གྱི་རིག་པའི་ངང་དུ་འགྲོ་སྟངས་གཅིག་པ་རེད་དེ་ཡིན་ན་ངོ་ཤེས་དེ་རིག་པ་དུ་རྣོ་ཡོར་བ་དེ་ཚང་ཀུ་མ་རི་ལགས་ཀྱིས་ག་འདྲ་ཅིག་ངོ་ཤེས་ཀྱི་རིག་པ་དེ་རྩལ་བཏོན་བྱས་རྗེས་དག་ཡོད་པ་སྒྲུབ་པ་ཙམ་དུ་མ་ཟད་པ་གཞོན་ནུ་མ་ལེན་གྱི་ནང་པ་ལ་སོགས་ཙམ་ཞིབ་བཏང་བྱས་པ་རེད་ད་ག་འདྲ་ངའི་ངོ་ཤེས་ཀྱི་རིག་པ་དེ་གི་ནང་པ་ཚོ་གི་བདག་མེད་ཟིན་གྲུབ་མཐའ་དེ་ཚང་མ་དཔེར་ངེས་ཤིག་བཞག་ཡོད་ཟེར་བྱས་བུ་རུ་བཞི་ར་ཤེས་ཡོད་ར་ཁོལ་དེ་ག་ན་ངོ་ཤེས་ཀྱི་རིག་པའི་གི་དེ་བདག་བདག་མེད་པ་དུས་ངན་ལ་གནོད་བྱེད་བསྟན་པ་དེ་ལ་ཡང་ཁོ་ཚོ་ཙམ་ལན་ཡོད་མ་རེད་ཟེར་བྱས་ག་ད་ད་ངོ་ཤེས་ཀྱི་ངོ་ཤེས་མཁན་ལན་ན་ལན་པ་རེད་མ་གཏོགས་ངོ་ཤེས་མཁན་མ་ལན་པ་ཡིན་ན་ངོ་ཤེས་པ་ཅིག་ཡོད་པ་ཆེ་མཁན་མ་ལན་པ་ཡིན་ན་ཨ་ནི་གནས་ཚུལ་ཁ་ཁ་རེད་མ་གཏོགས་ངོ་ཤེས་པ་གནས་ཚུལ་ཅིག་ཡོད་པ་ཁས་ལེན་པ་ཡིན་ན་དག་མ་བཞག་པ་འགྲོ་ས་ཡོང་མ་རེད་གལ་སྲིད་འདིའི་གཞི་གཅིག་ལ་བཞག་དགོས་རེད་བ། ཡུལ་གཅིག་ལ་བཞག་དགོས་རེད་དྲི་བརྙན་དེ་གཅིག་བཞག་དགོས་རེད་ད་དྲི་བརྙན་སྔ་ཕྱི་བ་སོ་སོ་གིས་ཨ་ནི་ག་འདའ་ངོ་ཤེས་ཟེར་གི་གོ་བ་དེ་མི་འདུག་བ་སེ་བྱས། ད་འདི་ལ་ཡང་ནང་པས་དཔྱད་པ་བྱས་ཡོད་འདུག་ག་ལ་གཙོ་བོ་གཙོ་བོ་དེ། ད་ངོ་ཤེས་པ་དཀའ་ཡོད་འདུག་ག་ལ་གཅིག་ཅི་དོན་ཆེན་བཀག་པའི་གང་བབས་ཡོད་དགོས་འདུག་ཨ། ག་ད་ངོ་ཤེས་པ་ཨ་ད་ང་རང་ཚོས་ད་ནང་པའི་ལན་གར་རྒྱག་དགོས་ཟེར་ན་འདི་ཡུལ་གཅིག་མ་རེད། ཡུལ་གཅིག་དེ་རགས་པའི་ཐ་སྙད་ཀྱི་ཐོག་ནས་བཤད་པ་རེད་མ་གཏོགས་དོན་ལ་ཡང་འདྲ་བ་ཡོད་དུ་བྱེད་དགོས་བ་རེད། ད་ཀྱི་ང་ཚོ་དེ་སྐད་ཆའི་སྔ་ཕྱི་གཅིག་མཚན་གྱི་རྟགས་འཛིན་དུ་ཟེར་དེ་ཡོད་རེད་བ། དེ་ཚོ་དེ་འདྲ་བ་ཡོད་དུ་བྱེད་དགོས་བ་རེད། འདྲ་བ་དེ་ཡང་དཔྱད་པ་བྱས་ན་དོན་ལ་ཡོང་བ་མ་རེད།

མགོ་ཚོས་བསྐུར་བ་དེ་འཛག་སྔར་རང་ལུགས་ཀྱི་འགྲེལ་བཤད་རྒྱ་ཡོལ་འདུས་པ་ལ་ངོ་ཤེས་ཀྱི་རིག་པ་དེ། ད་ག་འདའ་རིག་པ་མང་པོ་བཀོད་པའི་ནང་ལུགས་ནས་ངོ་ཤེས་ཀྱི་རིག་པ་དེ་རྣོ་ཤོས་རབ་ཏུ་བརྩི་གི་འདུག་ཨ། ངོ་ཤེས་རིག་པ་དེ་རྣོ་ཤོས་རབ་ཏུ་བརྩི་གི་འདུག་བརྩི་དགོས་པའི་རྒྱུ་མཚན་དེ། ངོ་ཤེས་དེ་དྲན་པ་དང་ཁ་ཁ་བཞག་དགོས་འདུག་ཨ། དྲན་པ་དེ་ཡང་ཁོ་གཅིག་སྔར་མཐོང་བ་དྲན་བྱུང་བསམ་བསམ་གྱི་དྲན་པའི་འགྲོ་སྟངས་དང་ངོ་ཤེས་ཀྱི་འགྲོ་སྟངས་གཉིས་པོ་དེ་སྟེ། ད་ལྟ་ཕྱོགས་གཅིག་ནས་བྱས་ན་ཡང་འདྲ་པོར་བྱས། ཕྱོགས་གཅིག་ནས་བྱས་ཡོང་དུས་ག་ལ་ཡ། ངོ་ཤེས་ཀྱི་བློ་དེ་ཡུལ་ལས་འདྲ་བ་བཞག་དགོས་ཡོད་ས་རེད་ད་དེ་འདྲའི་གི་ཐོག་ནས་དཀའ་ངལ་ཡོད་ས་རེད་ད་ཡིན་ཙང་དེ། ཅིག་སྒྲུབ་བྱེད་ཀྱི་རིག་པ་དེ་ག་དེ་ད་ལྟ། འདི་བྱེད་བདག་པོའི་རིག་པ་དེ་ཤོལ་ཀ། རྒྱལ་དང་དགུ་ལ་འདུ་བ་ད་འདོད་པ་ལ་སོགས་ཐམས་ཅད་ཀྱང་དེ་དག་འགའ་ཞིག་ལ་བརྟེན་ཉིད་ས་འདོད་པ་ལ་སོགས་པ་ཆོས་འདི་ཚུལ་འདི་དེ་བློ་ཡི་ཆོས་འདི་ག་དེ། ནི་གང། ཞིག་གང་ཡང་རུང་བ་ཅིག་ལ་བརྟེན་དགོས་རེད། དངོས་ཉིད་ཡིན་པའི་འབྲས་ཉིད་ཀྱི་གཟུགས་ཤིང་ཉིད་ནས་སྐྱེས་བུ་དེ་དངོས་ཉིད་མེད་པའི་ཕྱིར་ན་འདི་ས་ཏིའི་གང་དག་དོན་དག་ལྡོག་ཏོ་དེ་གཞི་གཅིག་ལ་བསྟན་དགོས་རེད། འདི་འདྲའི་བསྟན་སའི་གཞི་དེ་དག་རེད། ཅེས་བརྗོད། སྒྲུབ་བྱེད་འདི་བྱེད།